ཚང་མ་ལ་ལོ་བཀྲ་ཤིས་བདེ་ལེགས། ད་དེང་སང་ཕྲུག་པོ་འདྲ་ཞིག་འདུག་བ་བོད་པའི་སྤྱི་ཚོགས་ནང། ཞུ་གུར་བ་ད་རྒྱ་གར་དེའི་ནང་ལོག་ནས་ཁ་ས་ཁང་གཉིས་རྒྱ་གར་ལྷོ་ཕྱོགས་སེ་ར་ཆོས་སྒར་དང་ད་ཤེས་བྱ་ག་ལ་ཕྲུག་པོ་འདྲ་ཞིག་འདུག་བ། ཅིག་བྱས་ཏེ་གང་འདྲ། ཆ་མ་ཟིན། བོད་པ་ནི་སྙིང་རྗེ་འབར་གང་མང་དུ་ཡོག་མ་རེད་ད། མུ་གེ་གང་ལ་བདག་ལ་བ་ག་སོག་རེ་ཆག་དེ་དུས་ཅི་བྱེད་དེ་སེམས་པ་སྐྱོ་གོ་ཨེ་རེད་རེ་བ་ད་ང་ཚོ་ས་མ་བུ་རིགས་རེ་བ། ལས་ཀྱི་ཚང་མ་ཨ་ནི་སོ་སོ་བོད་ཁ་བ་གངས་ཅན་སྐྱོང་ལ་སྐྱེས་ཡིན་ན་འདྲ་ཡུལ་རྒྱ་ར་སྐྱེས་ཡིན་ན་འདྲ་ག་འདྲ་རིགས་དེ་བོད་རིགས་བྱེད་ཤ་ཁྲག་རུས་གསུམ་བོད་རིགས་བྱེད་དེ་ཡིན་ཙང་ཅི་ང་ཚོ་བོད་པ་སྤྱི་ཡོངས་ཆ་ནས

ལུས་ངག་གི་བད་ཀན་རྣམ་པ་སྟོན་ལྟར་ལྟ་དེ་ཡིན་པའི་བཟོ་ལྟ་ཞིག་འདུག་གོ། ཕྱོགས་གཅིག་གི་ལ་བ་ཏོག་ཙེ་ཞིག་ལྷུང་བསྡད་པའི་བཟོ་ལྟ་ཞིག་དེ་ཡིན་ན་གང་ཞིག་ད་མཁས་པ་དང་མཁས་ཡོག་མ་རེད་བ། སོ་སོ་ཅི་ཡིན་ཟེར་བསམ་བསྡད་ཡོད་རེད་དེ་ཡིན་གྱི་རེད་བ། དེ་ཡིན་ན་ཡང་ད་ལྟ་གར་ས། ད་ལྟ་དེ་ཟེར་ར་གཅིག་གི་མཁན་པོ་དང་འདྲ་མོན་པ་ཞིག་འདུག་གོ། མོན་པ་མོན་པ་རྒན་ཞིག་འོ་ཁོང་གིས་ད་རྩ་བའི་བེད་མེད་གོང་ས་མཆོག་ལ་བེད་བསྡད་ཀྱི་ཡོད་ཡོད་རྒྱུ་རེད་ལ་ཡོད་དགོས་དགོས་རེད་ལ། ཡོད་མདོག་མདོག་གི་རྣམ་པ་འདྲ་ཅིག་སྟོན་བྱས་ནས་ཅིག་ག་རེ་ཡིན་ན་བརྗོད་གོང་ས་མཆོག་གི་བཀའ་རེད་ག་རེ་ཡིན་ན་ཨ་ནི་བས་དེ་ང་ཚོ་དར་ཧམ་ས་ཡི་གེ་བཙན་བྱོལ་ཕྱུག་གི་བསྟན་པའི་བྱས་པ་རེད་དེ་ང་ཚོ་དགེ་ལུགས་པ་དགེ་ལུགས་པ་དེ་ད་ཆོས་ལུགས་རེད་རེད་བ་དེ་ཆོས་ལུགས་ཀྱི་བཅའ་ཡིག་ནང་ལོགས་ལ་ཡོད་ཆབ་སྲིད་ཀྱི་ཨ་ནི་ཅིག་ཐག་གཅོད་བྱས་པ་དེ་ཚོ་བཞག་བྱས་ཡོད་ཟེར་ཡ་འདྲ་ཅིག་ལབ་ས་ཅིག་བྱས་དེ་ད།

ཁོང་ཚོ་ལ་དམངས་གཙོ་ཡོག་མ་རེད་རྫུན་མ་རྫུན་རྐྱང་རེད་མགོ་སྐོར་བཏང་ཡ་རེད་ཟེར་རྒྱ་གི་ཅི་བཤད་ཀྱི་རེད་ཏག་ཏག་དེ་ལ་ཅི་བྱས་ཏེ་རྒྱབ་སྐྱོར་འགྲོ་ངེས་བཟོས་རེད་རྒྱ་མི་གུང་ཁྲན་ཏང་གི་བཤད་པ་ནང་བཞིན་ཨ་ནི་ད་ག་རང་དེ་རེད་ད་ཟེར་ངེས་བཟོས་རེད་ཆ་འགྲོ་ཆ་འདུག་བ་དེ་མ་གཞི་དྲ་སྒམ་དེ་འདྲས་མི་གཞན་པ་དེ་འདྲས་ཀྱི་གསལ་བཤད་འོག་དེ་འདུག་བ་ཆ་ཚང་བ་དེ་འདྲས་ཡིན་པས་བཟོས་རེད་འདུག་འོན་ཏེ་ཡང་ད་དེའི་ནང་ལོགས་ལ་ཨ་ནི་ད་པ་ད་ད་གི་སེར་བྱེས་མཁན་པོ་ད་མོན་པ་རྒན་དེ་གས།

སྐྱོ་བོ་ར་བྱེད། ད་ག་འདྲའི་ཏང་ཡོན་དུ་ཆ་བགར་བ་ཨ་ནི་འདྲ་མི་ཟ་འདྲ་ཆགས་ནང་ལོག་ལུག་ནང་སྒོ་ལ། དེ་གི་ཉོག་འདྲ་དེ་ཀོ། དེ་དེ་སང་བྱས་ནས་བཏབ་ཡ། ཅེས་མི་ལུས། མུག་གོ། ཉོག་འདྲ་ད་ཤིང་ལ་ཤིང་ལ་མི་གོ་མཛེས་པ་རེད། ཅེས་བ་བོད་པ་གངས་དཀར་བ་བལྟས་ཡས་ཚེ་ཉམས་མྱོང་མང་པོ་ཞིག་བསགས་ཕན་ཐོགས་དངོས་གནས་ཡོད་དུ་མེད་ཞིག་མགོ་ཚུད་ས་ཡིན་ས། སེར་སྐྱ་གཉིས་ཀྱི་ཁྲོད་ལ་འདི་གོ་དེ་བ། ཆོ་མེད་པ་ཞིག་མཐོང་བས་བཟོ་གྲྭ་ཞིག་ཤུགས་ཆེན་པོ་ཆགས་བྱས་ནས་བཤད་ངན་དང། འདི་སྐོར་ལ་གཏམ་ངན། ཅེས་གླིང་ངན་ཞེ་དྲག་མི་འདུག་ཨ་ཡག་པོ་རེད་བ་དེ་ཚོ་མུ་ཁོག་དེ་མུ་ཁོག་རང་རེད་བ། དེས་ན་སེར་བྱེས་མཁན་པོ། ཁོ་རང་མོན་པ་བྱས་ནས་ད་བོད་པ་ཡག་པོ་ཞིག་བྱུང་ན་དགའ་འདུག་དགའ་གི་འོས་གྱི་རེད་དེ་ཁོ་རང་རྩ་བའི་མི་རྒྱ་གར། ད་རིག་ད་བོད་རིགས་ཡིན་གྱི་རེད་དེ་ཁོ་རང་སུ་ཆབ་སྲིད་ཀྱི་ཆ་ནས་མི་རྒྱ་གར་རང་རེད་རྒྱ་གར་བ་རང་རེད། བོད་པ་ལ་རང་བཙན་གྱི་རག་ན་དེ་འདྲས་ཀྱི་རེད། དབུ་མ་ལམ་གྱི་རག་ན་མ་རག་ན་ཁོ་རང་སུ་ལ་སེམས་པ་གཏིང་ནས་ད་ཞིབ་པོ་ཞིབ་པོ་ཁྱེད་སུ་ཅིག་ཡོད་ཀྱི་མ་རེད་ཁོ་རང་སུ་ནི་མི་རྒྱ་གར་བ་རེད་བ། དེ་ཡིན་ན་ཡང་ད་བོད་པའི་ཆབ་སྲིད་སྐོར་ལ་རྗེ་མང་པོ་ཞིག་ཁོ་རང་གིས་ག་རེ་ཟེར་བར་སེམས་ཤུགས་ཆེ་དགོས་རེད་ད་ག་རེ་ཟེར་བར་ད་སྐད་ཆ་ཡག་ཚིག་ཡག་པོ་ཚིག་ཁ་རི་ཁ་ཐུག་ན་ཅིག་བོད་ཆོས་བཏང་བ་ཡིན་ན་ཆོས་ཐོག་བྱས་བྱས་ཅེས་མང་པོ་ཞིག་བཤད་འདུག་ག་ཆབ་སྲིད་ཀྱི་བོད་ཀྱི་ཆབ་སྲིད་སྐོར་དེ་དང་འབྲེལ་བའི་ཨེ་ནི་དོག་འཇགས་ཀྱི་ཉོག་དྲ་ཟེར་ནས་པ་ཅིག་ངན་མེད་གནས་ཚུལ་ལོ་སུམ་ཅུ་བཞི་བཅུ་ལྔ་བཅུ་སྔོན་དུ་བྱུང་བྱ་བ་དེ་ཚོ་ཡར་སློང་བྱས་ནས་ཨེ་ནི་ཁོ་རང་གི་དགེ་རྒན་དེ་ཚོ་མིང་ལབ་བྱས་ནས་དེ་གི་རྗེས་འཇུག་ཡིན་འདྲ་ཅིག་ཡིན་སྲིད། ད་དགེ་རྒན་སྦྱང་རྒྱུ་ཡིན་ན་ཡག་པོ་རེད་དེ་དགེ་རྒན་ཡི་བྱེད་པོ་གཅིག་ལག་པ་ཆག་ཡ་ཁྱད་མ་རེ་བ་དགེ་རྒན་གཅིག་གདན་ས་གསུམ་དང། སེར་ཐེ་ཅིང་ལིག་ཚང་མས་གི་ཁས་ལེན་ཡ་ཁྱད་མ་རེ་བ་བརྒྱ་ཆ་ལི་དགོན་དང་བརྒྱ་ཆ་གཅིག་གི་ལ་ཕལ་ཆེར་ཁས་ལེན་གི་ཡོད་ན་མེད་ན་དེ་ཡིན་ནའོ་དེ་རྣམས་ལ་ཆ་ནས་ཡང་ཅིག་རྙོག་དྲ་རྙིང་པ་དེ་ཚོ་ཡར་ལངས་བྱེད་བྱེད་ཀྱི་འདུག་བ་ད་དེ་ཚོ་དུ་བཤད་ན།

མཐོང་ལམ་རྡོག་རྩ་གཅིག་སྒྲིལ་བྱེད་དགོས་བ་དང། རྩ་བའི་ཆ་ནས་སྔས་མ་ད་དོག་ཆལ་གྱིས་གནོད་ཀྱི་འདུག་བོད་ལ་གནོད་ཀྱི་འདུག་སྟོན་པ་ཆ་སྲིད་ལ་གནོད་ཀྱི་འདུག་ཅེས་སྐུ་ཚེ་ལ་གནོད་ཀྱི་འདུག་ཞེ་དྲག་གསུངས་པར་བ་དེས་ན་ད་དུས་ཕྱིས་སམ་ལ་བེ་ཅེས་མི་དང་མི་མ་ཡིན་པ་ལྷ་སྲུང་མ། བཙན་རྒྱལ་པོ་ལ་སོགས་པ་གནོད་ངེས་རྩ་བ་ཉིད་ནས་མེད། ཚང་མ་ཐུག་ས་དེ་རང་གཅིག་འཛིན་དང་བདག་འཛིན་ལ་ཐུག་ཡོད་ཟེར་ནས་བེ་བཀའ་ཆོས་ག་དུས་གནང་ན་ཡང་ཡང་དེ་གསུང་གི་འདུག་བ།

བདག་གིས་དེ་རིང་སྐྱོབ་པ་ཐམས་ཅད་ཀྱི་སྤྱན་སྔར་འགྲོ་བ་བདེ་གཤེགས་ཉིད་དང་ནི་བར་དུ་བདེ་ལ་མགྲོན་དུ་འབོད་ཟིན་གྱི་ལྷ་དང་ལྷ་མིན་སྣ་ཚོགས་དགའ་བར་གྱིས་སེ་ནི། འོ་ད་དེ་ན་ལ། ཅེས་ཀྱི། སྡང་བའི་དགྲ་དང་གནོད་པའི་བགེགས་ཟེར་བ་ཁྱོད་ན་མི་འདུག་ག། མཐའ་གཅིག་ཏུ་བརྩེ་བར་བྱ་ཞེས་དང་མཐའ་གཅིག་ཏུ་ཕན་བདེ་བསྒྲུབ་ཡག་ཅེས་མ་གཏོགས་མི་འདུག་ག། བྱས་ཙང་ག། ཡང་སྐབས་རེ་ང་རས་དེ་འདྲ་དྲན་ཡོང་གི། དེ་ངས་གཞུང་དེའི་མགོ་ལ་དམ་དྲག་དོགས་བྱས་པ་རེད། ད་ཨ་མདོས་ཚིག་རྗེས་འདི་བསམ་བློ་བཏང་ཡོང་དུས་ད་དེ། བརྩེ་བ་བྱེད་ས་རེ་དང་ཅིག་མཐའ་གཅིག་ཏུ་ཕི་གའི་བྱམས་བརྩེ་སྐོང་ས་ཞིག་རེད་མ་གཏོགས་དེའི་གཅིག་གི་བསྟན་པ་ལ་གནོད་མཁན་ཅིག་རེད་ཟེར་སོགས་དེ་འདྲའི་གི་ཨ་ནི། རྒྱུ་མཚན་ཕྲ་མོ་གཅིག་ལ་བརྟེན་ནས་ཨ་ནི། ཅིག་རྟོགས་ས་ཕི་གའི་སེམས་ཐག་རིང་ས་བསྡད་པ་ཡིན་ན་ཕལ་ཆེར་དེ་ནོར་བ་རེད་ཤག། ད་དེ་འདྲ་ཡིན་དུས་ཙང་ནས་ང་རང་ཚོ་དངོས་གནས་དྲང་གནས་ད་སྤྱོད་འཇུག་གི་གཞུང་ནས་གསུངས་ཞེས་པ་དེ་ཚོའི་གྲལ་དུ་བཟང་བོ་གནང། ད་སེམས་ཅན་ཚང་མ་ལོག་ལ་ཡག་ད་བྱམས་བརྩེ་སྒོམ་ཡག་ཅིག་ད་དེའི་ཚེ་འདི་གཅིག་པོ་མ་ཡིན་པར་ཚེ་རབས་ནས་ཚེ་རབས་དངོས་པོ་རྫོགས་པ་སངས་མ་རྒྱས་ཀྱི་བར་དུ་ད་བྱང་ཆུབ་ཀྱི་སེམས་སྒོམ་ཡག། འོག་ཏུ་སེམས་ཅན་ཐམས་ཅད་ལོ། སྔོན་ནས་དྲངས་ནས་སྔོན་དུ་གྱེས་པའི་སྒོ་ནས། ཐོག་མ་མེད་པ་ནས་དུས་ད་ལྟ་བར་དུ། གང་དག་པའི་གཉེན་དུ་མ་གྱུར་པ་ཅིས་མིན་དེ་ཐམས་ཅད་ལོ། ཕན་བདེ་ཡག་པོ་ཅིག་བསྒྲུབ། བསམ་པའི་བློ་ཡག་པོ་ཞིག་སྐྱེས་ཤོག། བྱས་ཙང་དགའ། སྙིང་རྗེ། དོན་དུ། གནོད་སྦྱིན་དུ་གཅིག་གི་མི་མ་ཡིན་དེ་འདྲས་ཀྱིས། རང་ལ་ཡང་གནོད་པ་བྱེད་མཁན་དེ་འདྲས་ཡོང་སྡོད་པ་དེས་ནི་ལྷག་པར་དུ་ཡང། བརྩེ་བ་སྐྱེ་བ་རེད་ཤག་འོ་ད་དེའི་དོན་དུ། ཨེ་ནི་རྒྱལ་པོ་དང་དྲི་ཟའི་གྲས་ཀྱིས་ང་ལ་གནོད་ཀྱི་འདུག་བསམ་ནས་ཅིག་རང་གཅེས་འཛིན་དམ་པོར་བཏང་ན་ནོར་འཁྲུལ་རེད། འོ་དེ་འདྲ་ཡིན་དུས་ཚར་ནས་ད་དངོས་གནས་དྲ་གནས་ཀྱི་ཐོག་མ་མེད་པ་ནས་དེ་སྐྱེས་དེ་བསྙད་དུ་མ་བསྐྱུར་བ་བཅས་ཡོད་མ་རེད། ད་ལྟ་འབྲེལ་བའི་གནས་སྐབས་ལ་ང་རང་གི་རྒྱུད་མ་ཐུལ་བའི་དབང་གིས་ཅིག་ཕྲན་བུ་ཕྲན་བུའི་བྱེད་སྟངས་ནོར་འཁྲུལ་བྱུང་ནས་ཅིག་དོན་དུ་གེ་དུས་དེ་ཚོའི་གྲས་ཀྱི་མ་དགའ་བ་ཆགས་ཡོང་གི་ཡོད་རེད། གང་ལྟར་མཐར་གཏུགས་ན་ལེ་ལན་ཐམས་ཅད་གཅིག་ལ་བཏགས་བྱས་ནས་སོ་སོ་རང་གི་སེམས་མ་དུལ་བའི་དབང་གིས་གནོད་བྱེད་དེ་ཡོང་བ་ཡིན་དུས་རྩ་ནས་ད་གང་ལྟར་གནོད་བྱེད་དེ་ལ་ད་ང་རང་གི་སེམས་མ་དུལ་བའི་དབང་གིས་ད་ལྷག་པར་དུ་ཡང་བརྩེ་བ་སྐྱེ་ཡ་གཅིག་གི་སྙིང་རྗེ་བསམ་པའི་སྔོན་ནས་དྲ་གནས་ཀྱི་གཞས་ཐག་པ་ནས་བརྩེ་བའི་བློ་སྐྱེ་ཡོང་དུས་ད་ནས་ཀོ་ཕན་ཐོགས་འདུག་ག། བྱས་ཙང་བྱང་ཆུབ་སེམས་ཏུ་སང་བཏང་ཡོང་དུས་དོན་དག་གེགས་བྱ་དུས་ཚོད་གྲལ་གྱི་ཁོ་རང་ཚོའི་སེམས་གཅིག་པ་ཞི་དུས་ཆགས་ཡ་གཅིག་དག་ཅིག་ངོ་མཚར་སྐྱེ་ཡ་རེ་བྱུང་གི་འདུག་ག་དེའི་དུས་དོན་དག་གེགས་རིགས་རིགས་རེ་ཕྱིན་ཕག་ཅིག་ཡུངས་ཀར་གཏོར་གཡག་སོགས་རབ་གཅིག་ཏུ་བཟོས་འཕྲལ་དེ། དེ་འདྲི་གཅིག་རེད་དེ་ཚང་མ་ལ་སྙན་དུ་གཏད་དངོས་གནས་དྲག་གནས་ཀྱི་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་སྒོ་ཀུན་ནས་མཚུངས་པ་རེད་ད་ད་ལྟ་ཅིག་གནོད་བྱེད་འབྱུང་པོའི་རིགས་ལ་སྐྱེས་པ་དེས་དེ་སྙིང་རྗེ་བསམ་པའི་སྙིང་རྗེའི་བློ་ཤུགས་དྲག་པོ་སྐྱེས་པ་ཡིན་ན་ཕན་ཐོགས་ཤ་སྟོབས་པ། དེ་ནས་རྒྱོགས་རུམ་བྱས་ནས་ནི་ཚེ་དབང་བསྣམས་པའི་སྐབས་ལས་ད། རྙོག་དྲ་དང་ནི་སྐྱོན་ཚང་མ་ལོག་ང་རང་ཚོ་ད་རང་གཅེས་འཛིན་གྱི་ཐོག་ནས་ཡོང་གི་ཡོད་དུས་ཚང་མ་རྩ་བ་གོ་ཡ་དེ་གལ་ཆེན་པོ་ཅིག་ཡིན་པ་དང་ཆོས་དེ་ཡིན་པའི་གནས་ལས་དཀའ་སྤྱད་སྙིང་རུས་ལྡན་པའི་ཐོག་ནས་ནི་ང་རང་ཚོས་ད་བློ་ལ་སྦྱོང་བརྡར་བྱས་རྗེས་བསྐྱོད་གོ་ཡ་ཅིག་གི་ཆགས་ཡོད་རེད་ལ་ནི་གཞན་གཅེས་འཛིན་གྱི་ཡོན་ཏན་དུ་ལྟ་གོ་ཡ་དེ་ལས་གནད་འགག་ཅིག་ཡིན་པ།

བཟང་པོ་གཅིག་གི་ཕྱག་ཡོན་དུ་བྱས་ནས་ང་རྒྱལ་དང་ཕྲག་དོག་དང་འགྲན་སེམས་ཟེར་ཡ་དེ་ཚོའི་གྲས་ཀྱི་བློ་ཡི་སྐྱོན་དེ་ཡི་དེ་བ་ག་ལི་ག་ལི་ག་ལི་མེད་པ་བྱེད་བྱེད་ཐུབ་ན། ཡང་བསྐྱར་གསལ་བཤད་ཞིག་ཞུ་ཆོག་ད་གསལ་བཤད་ཡིན་པའི་ཁུལ་ཡིན། ཅེས་བྱས་ན་གསལ་བྱེད་སྒྲོག་གི་རེད་ཅེས་བྱས་ན་ཡང་སོ་སོ་སོ་གི་ཡང་གོ་བ་ལེན་ད་ཁ་ཁར་བ། ད་གི་གེ་གོ་འོང་ལ། གོང་ས་མཆོག་གི་བཀའ་མོལ་དུ་ཅི་ཡག་གོ་ཞེས་ཐེངས་པ་ཁ་ཤས་ཅིག་ཉོན་ཨེ་སོ་སོ་སོ་གོ་བ་ཅིག་ལེན་ན་ད་གོ་བ་ལེན་ཐུབ་ངེས་དེ་གི་ཨ་ནི་ཡང་སེམས་ལ་བལྟས་ཚེ་གར་ས་བ་རེད་བལྟས་མ་བལྟས་ད་བལྟས་འདི་ནང་འགལ་འདྲ་བོ་ཅིག་ད་ག་འདྲས་ཡིན་ན་ད་ངས་སྨྲ་ན་ཞེ་བོ་ཅིག་ད་མི་ལོ་ནས་ལོ།

ཕྱོགས་གཅིག་ནས་དབུ་ལ་ཞུགས་ངེས་ཅི་རེད། ཨ་ནི་ཕྱག་ལས་ཅིག་ཆུད་ཟོས་ཉིན་བྱེད་ཐོག་ཅིག་གནང་དགོས་རེད་ད་གཙོ་བོ་ནང་གི་གཙོ་བོ་དེ་གཅིག་པོ་མ་རེད། རྒྱ་རོང་པ་ཞིག་བཀའ་སློབ་ནང་གསལ་བོ་འདུག་བ་དེའི་སྐོར་ལ་སོ་མ་འདེབས་མྱོང་དགོས། ངས་བསྟན་པ་ཡིན་གལ་ཆེན་པོ་བསྟན་པ་ཡིན་བསྟན་ནས་ང་ལ་གནོད་པ་ཆེན་པོ་འདི་བྱུང། ང་ལ་དྲ་མ་འདྲིས་པ་འདི་བྱུང་ཟེར། ཁོས་ང་ལ་ཞེད་སྣང་འདི་བསླངས་སོང། ཁོང་དངོས་གནས་དྲང་གནས་ཀྱི་དར་སྤེལ་སྐར་ཚོགས་རེད། ཅེས་བསྡུས། མ་རུངས་པ་ཞུ་བྱེད་རེད་ཤག་ངས་མཐོང་སོང། གོར་བྱུང་ཟེར་བཞིན་རྩ་བ་ཉིད་ནས་སོང་ཡོད་མ་རེད།

ཅེས། ཡོངས་འཛིན་རྣམ་པས་པར་རུས་བྱས། ཨ་ནི་དགེ་ལུགས་པ་ནང་ཁུལ་རེད་ཨ་ནི་ག་རེ་ཡིན་ན་བོད་ནང་ཁུལ་ཅིག་ཞི་བདེ་ལྷིང་འཇགས་ཅིག་མ་བྱུང་ན་བསམ་ནས་བསམ་ངན་རྐྱང་བྱས་ནས་བསམ་ངན་འོག་ཡིན་གྱི་རེད་ལ་ཏོག་སེ་ཕྲག་དོག་འོག་ཡིན་གྱི་རེད་བ་ད་ཁ་ཐུག་ལབ་ཡིན་ན་ནད་གཅོང་སྐུ་རྟེན་དུ་ཚོ་དེ་སྐབས་ལ། ད་སྐུ་མདུན་དགོས་མེད་གཤོང་སྡེ།

ཨང་དྲན་ཡ་བྱེད་ཡོད་ན་ཡག་པོ་ཡོད་རེད་མ་ཏི་ཡང་ང་ཚོ་ད། མང་པོ་ཞིག་འཁྲུག་བའི་མང་པོ་ཞིག་གནང་ཡིན་ས་བོད་སྤྱི་ཚོགས་ནང་ལོགས་ལ་སྤྱི་བཏང་ནས་འཁྲུག་བའི་མང་པོ་ཞིག་ཆགས་ཀི་འདུག་བོད་པ་ནང་ལོགས་ལ། སོས་ཆ་གཉིས་ཀྱི་སེར་སྐྱ་གཉིས་ཀྱི་ཁྲོད་དུ་དགོན་པ་དང་ག་ས་ག་ལ་ཨ་ནི་ཡང་གཟབ་གཟབ་མ་བྱེད་ཅིག་སོ་སོ་འཁྲུག་བྱས་ནས། ཅེས། ག་རེ་སོང་བ་རེད་འཁྲུག་བྱས་ནས་ཅེས། ཁེ་མཚར་ར་བོ་དེ་རེད་ཆགས་ཤིང་ཡང་ཉེན་ཁ་རེད་བ་ཨ་ལ་དེ་བཀོད་ཚོད་ཞུ་ཡིན་ད་དེ་འདྲ་རང་དང་ཆགས་འདུག་ཁག་པོ་མ་རེད་འོ་ཐུགས་ཟིན་ཡིན་བཀྲ་ཤིས་བདེ་ལེགས།